ད་ཐེངས་རྒྱུས་ཡོད་དགག་བྱ་ངོས་འཛིན་དེ་རེད་ཤག་ད་གཉིས་པ་ནི་ལོ་འདི་ལ་ཆུ་ནང་ལྟོ་བའི་དབང་གིས་བྱ་བ་གཙང་གྱི་ཡོད་འཇོག་ཚུལ་བཤད་ན་ཟེར། དེ་ལས་སྡུག་དེ་འཛིན་པའི་བདེན་ཚིག་དེ་ལྷག་ཏུ་ཤི་བར་འགྱུར་བས། འོ་དེ་གསུངས་འདུག་བ། ད་འདི་ལ་ཡང་ང་ཚོ་ཐེངས་རྒྱུས་ཡོད་དགག་བྱ་ངོས་འཛིན་བྱེད་སྟངས་དེ་ལ་ཡང་ཐོག་མར་ཆུ་ནང་ལྟོ་བའི་དབང་གིས་བྱ་ཚུལ་དེ་ལྟོ་བའི་བརྟག་ཚུལ་དེ་ཡག་པོ་ཅིག་གོ་བ་ཆགས་པ་འཇུག་ཤེས་པ་ཅིག་དགོས་ཀྱི་ཡོད་རེད་དེ་ཡག་པོ་ཅིག་གོ་བ་ཆགས་པ་ཟེར་ན་ཡང་མི་འདུག་འཇུག་ཤེས་ན། དེ་ལས་བཟློག་སྟེ། བློ་དཀར་ས་ལ་རྟོགས་པའི་དབང་གིས་བྱ་བ་མ་ཡིན་པར་ཡུལ་རང་གི་ངོས་ནས་གྲུབ་པར་འཛིན་པ་དེ་ལ་བདེན་འཛིན་ཡིན་ཟེར་དག་ར་བྲལ་ཡ་དང་བདེ་བླག་ཏུ་ཤིག་ཐུག་གི་རེད་གསུང་གི་ནོ་བྱས་ན་དེ་འདྲ་ཡིན་གསུང་ཙང། ཐོག་མར་འདི་ལ་ཡ་ཁྱོད་ལ་རྟོགས་པའི་དབང་གིས་འཇུག་ཚུལ་དེ་རྟོགས་པའི་བརྟགས་ཚུལ་དེ་བཤད། དེ་ལས་བཟློག་སྟེ། འཛིན་པའི་བློ་དེ་ལ་ཡ་བདེན་འཛིན་ཐུགས་སུ་ཡིན་ངོ་སྤྲོད་བྱེད་དགོས་འདུག་ད་འདི་ལ་གཉིས་ཁྱོད་ལ་རྟོགས་པའི་དབང་གིས་འཇུག་ཚུལ་དང། དེ་ལས་བཟློག་སྟེ་འཛིན་པའི་བདེན་འཛིན་བསྟན་པའོ། ད་དང་པོ། རྟོགས་པའི་དབང་གིས་འཇུག་ཚུལ་ད་རྟོགས་པའི་དབང་གིས། འཇུག་ཚུལ་འདི་ལ་ཡང་ད་འདི་ན་གཞུང་ཚན་ཁག་མི་འདྲ་མང་བོ་ཅི་ནས་མ་བགྲང་ནས་ཡོང་གི་འདུག་བ་ད་དང་པོ་འདི་ལ་ཡང་མདོ་ཅི་བ་ཡིན་ན་ཉོ་བར་ཀོ་ཅི་ཞུས་པའི་མདོ་དེ་རེད་འདུག་བ། སྣ་ཚུགས་ཡིད་དགའ་མེ་ཏོག་ཁ་བཞད་ཞིང་གསེར་གྱི་ཁང་ཆུ་འབར་བ་ཡིད་ངོ་བ། འདི་ན་དེ་ལའང་བཞེད་པོ་འགའ་མེད་དེ་འདི་ན་རྟོག་པའི་དབང་གིས་བཞག་པ་ཡིན། རྟོག་པའི་དབང་གིས་འཇིག་རྟེན་རྣམ་བརྟགས་ཏེ་ཞེས་ཆོས་རྣམས་རྟོག་པའི་དབང་གིས་བཞག་པར་གསུངས་སྟེ་ཆོས་ཐམས་ཅད་རྟོག་པས་བརྟགས་པ་ཙམ་དང། རྟོག་པའི་དབང་གིས་བཞག་པར་གསུངས་པ་གཞན་ཡང་མང་ངོ་གསུང་གི་འདུག་བ། ད་མདོ་སྡེ་དགེ་ཚེ་འཕྲིན་ནས་ཤོད་པ་ཡིན་ན། ལྷ་མཚོ་ཡི་ག་མེ་ཏོག་ཁ་བཞེས་ཤིང་ཡིན་ལབ་དུས་ག་ལ་ཡ། ད་ལྷ་ཡི་གཞི་མེད་ཁམས་སུ་སོང་དགོས་ལྷ་ཡི་གཞི་མེད་ཁམས་དེ་ལ་ཡ། ད་འཛིན་ཆོས་སེར་སྣའི་མི་དུ་མཚོ་དང་རྫི་བོང་དང། ཅི་མི་ཚེ་ལ་བསོད་པའི་གི་ད་ལྷ་མཚོ་བས་འཛིན་ཞིང། ཡིད་དུ་འོང་བའི་མཐོང་བ་ཙམ་གྱིས་དགའ་བ་ལྟ་བའི་གི། མེ་ཏོག་གི་ཁ་ཡོངས་སུ་ཤེས་བའི་ཧོ་དེ་འདྲས་ཀྱིས་འཛིན་པ་ཅི། སྣ་ཚོགས་ཡལ་ག་མེ་ཏོག་ཁ་བྱེ་བཞིན་ལ་གདུ་བ་འཛིན་ཁྱུ་དེ་འདྲའི་རྗེས་ད་དེ་དག་གི་དབུས་སུ་ལ་ཡ་གསེར་གྱི་ཁང་ཆུང་འབར་བ་ཡིད་ངོ་བ་སེར་གྱི་སྒོ་ལ་ཡ་ལྷ་ཡི་གཞི་མའི་ཁང་དེ་ད་གསེར་ལ་བསྲུབས་པའི་རི་མོ་བྱིན་སྣ་ཚོགས་ལས་གྲུབ་པའི་ད་གཞི་མའི་ཁམས། འོད་ཟེར་རབ་ཏུ་འབར་བ་མཉྫིའི་ཅིག་ཡུད་དུ་འོང་བ་འོང་བ་དེ་འདྲའི་ཡོ་རོའི་གསུང་གི་གདུ་བ། ད་འདི་ལ་དེ་རྣམས་བཞི་པོ་འགག་མེད་དེ་ཟེར་ད་དེ་དག་ལ་ཡ་ལུང་བཅུ་པའི་ལྷ་ཡི་བུ་དང་བུ་མོ་ལ་བསྲུབས་པའི་དེ་དག་ཀྱང། བྱེད་པོ་འགའ་མེད་དེ་ཟེར་དུས་ག་ལ་ཡ། ཁོང་ཚོས་ཡང་རྟག་པར་རང་གཞུང་གི་སྤྱིལ་བུ་དང་གཙོ་བོ་ལ་བཟོ་བའི་བྱ་བ་པོ་འགའ་ཡང་ཡོད་མ་རེད་ཅེ་འདི་འདྲས་ཀྱི་གྲོས་བཞག་ཆོད་སྐད་མ་རེད། བ་ནི་ག་འདྲས་སུ་གྲོས་པ་རེད་ཟེར་ན་ཅེ་འདི་དག་ལྟོ་ཕོད་ཨང་གིས་བཞག་པ་ཡིན་ཟེར་དུས་ཁོང་ཚོས་ཡང། ཅེ་དང་སྔོན་གྱི་ལས་དང་སུན་སྣང་ལ་བརྟེན་ནས་འགྲོ་བ་དེ་དང་ལྷ་དེ་དང་དེ་གིས་རང་རང་གི་བློ་ཡིས་ནམ་འཆར་ཙང་ཟེར་ནས་མི་འདུག་རྟོག་པ་དེ་ལ་སྣ་ཡི་དབང་གིས་བཞག་པ་འདི་དང་འདི་ཞེས་བརྟག་པ་ཙང་གྱིས་འཇུག་གི་རེད་ཅེ་ན་ལྷ་ཡི། སྣོད་ཀྱི་འཇིག་རྟེན་དང་བཅུད་ཀྱི་སེམས་ཅན་དེ།

དེ་ཡིད་བྱེད་ན་འཇིག་རྟེན་འདི་སྣང་རྟོག་ཡིད་བྱེད་ཅེས་མི་འཐད་ཅེས་གསུངས་པའི་དོན། འགྲེལ་པར་འཇིག་རྟེན་ནང་རང་གི་ངོ་བོས་མ་གྲུབ། རང་གི་ངོ་བོ་མ་གྲུབ་པ་རྟོག་པས་བཏགས་པ་ཙམ་དུ་བཤད་ཅིང་གསུང་གི་འདུག་ཨ་ཏི་འདི་གའི་ཚིག་འགྲེལ་ཞུ་བ་ཡོད་ན་འཇིག་རྟེན་མ་རིག་ཅན་ཅན་དུ་ཟེར་དུས་ག་ལ་ཡག། སྣོད་ཀྱི་འཇིག་རྟེན་འདི་ཟེར་དགོས་ལ་སྣོད་ཀྱི་འཇིག་རྟེན་ད་སྔ་སྣོད་ཀྱི་འཇིག་རྟེན་བཅུད་ཀྱི་སེམས་ཅན་ག་འདྲའི་རྗེས་ནས་ཡང་ཐོག་མ་མ་རེད་པ་ཀུན་ལ་ལྷང་ནས

རྟོག་པ་ལ་ཡང་རྟགས་གཙང་དང་རྟོག་པའི་གི་སྣང་གཙང་ཁོ་ན་དུ་ཟིན། ད་སྣོད་བཅུད་ལ་སོགས་པའི་བཅུད་རྣམས་རྟོག་པའི་དབང་གིས་བཞག་པ་གཙང་རེད་མ་གཏོགས་པའི་གི་རྟོག་པའི་དབང་གིས་མ་བཞག་པ་གར་ཅི་ནས་མི་འཐད་པ་རེད་འཐད་གི་རེད་ཅེ་ན་རྟོག་པའི་དབང་གིས་བཞག་གཙང་རེད་ཅེས་མི་འཐད་དེ་ཤིན་ཏུ་འཐད་དོ་གསུང་གི་རེད་བ། རྟོག་པའི་དབང་གིས་བཞག་པ་གཙང་ཡིན་པ་འཐད་གི་རེད། འདུ་བྱེད་དང། གཞུང་ཚན་གསུམ་པ་དེ་ལ་ཡང་བརྒྱ་པ་དང་བརྒྱ་པ་ཟེར་དུས་འོག་མ་ཞི་བྱ་བ་བ་བ་ལ་གི་གསུངས་འགྱུར་བ། རྟོག་པ་མེད་པར་འདོད་ཆགས་ལ་སོགས་ལ་ཡོད་ཉིད་ཡོད་མིན་ན། ཡང་དག་དོན་དང་ཐོབ་པ་ཞེས་བློ་དང་ལྡན་པ་སུ་ཞིག་འཛིན་ཡིན་ཟེར་དུས་ག་ལ་ཡ། ད་ཆོས་ག་འདྲའི་སྤྱི་ཡིན་ན་ཡང་དག་ཆོས་ཟེར་ནས་འདི་ན་སྐབས་འདིར་ཆོས་ཅན་འདོད་ཆགས་ལ་སོགས་པ་རེ་འདོད་རྟོག་པ་ལ་སྣ་ཡོངས་ཀྱི་ཆགས་སྡང་ལ་སོགས་པ་དང་ཆོས་ག་འདྲས་ཀྱིས་ནི་ཡོད་པར་འཇོག་གོ་རེད་མ་གཏོགས་རྟོག་པས་རྟོག་པས་བཞག་པ་མ་ཡིན་པར་དེ་དག་ཡོད་པ་ཅི་རེད་བས་ཟེར་ན་དེ་རྩ་བ་ཉིད་ནས་མ་རེད་ཧེས་ཅི་ན་རྟོག་པ་མེད་པར་འདོད་ཆགས་ལ་སུ་ལ་ཡོད་ཉིད་ཡོད་མིན་ན། ཅི་ན། འོ་དེ་དེ་འདྲ་ཡིན་སོང་ཙང་ཅི་ན། ཆོས་ག་འདྲས་ཀྱིས་ནི་རྟོག་པའི་དབང་གིས་བཞག་པ་ཙང་ཅི་མ་གཏོགས་བས་ཀྱི་རྟོག་པ་བཏགས་པ་ལ་མ་ལྟོས་པར་ཡུལ་རང་ངོ་ནས་སྤྲོས་པ་རྩ་བ་ཉིད་ནས་ཡོད་མ་རེད་ཅི་ན་དེ་འདྲ་མེད་པ་ཡིན་སོང་ཙང། ཡང་དག་དོན་དང་རྟོགས་པ་ཞིང་སུ་དེ་ཡང་དག་པར་སུ་དེ་རང་ངོ་ནི་གྲོལ་བ་སེ་གོལ་རོ། རྟོགས་པ་ཞིང་སུ་དེ་ག་ལ་ཡོད་རང་ངོ་ནི་གྲོལ་བ་དང་རྟོལ་པོའི་དབང་གིས་བཞག་པ་གཉིས་ཀྱི་གཞི་མཐུན་ཏེ་གཞི་མཐུན་པ་ཅི་བློ་དང་ལྡན་པ་སུ་གཅིག་གིས་འཛིན་གྱི་རེད་འཛིན་གྱི་མ་རེད། ཅེ་ན། བློ་དང་ལྡན་པ་སུ་གཅིག་གིས་འཛིན་ཏེ། དེ་ནི་མི་རིགས་སོ། རྒྱུ་མཚན་ག་རེ་ཟེར་ན་རྟོགས་པའི་རྟག་པ་ཙམ་ཡིན་ན་རང་ངོ་བོ་མ་གྲུབ་གོ་རེད། ཅེ་ན་དེ་ཡིན་སོང་ཙང་ཡང་དག་དོན་དང་རྟོགས་པ་ཅི་བློ་དང་ལྡན་པ་སུ་ཞིག་འཛིན་སྟངས་རྒྱུ་དང་ལྡན་པ་ཡིན་ན། འོ་ད། དེ་འདྲའི་འཛིན་པ་དེ་རིགས་མ་རེད་གསུང་གི་ཡོད་རེད། ཞེས་གསུང་ཞིང་ད་དེའི་འགྲེལ་པ། ཞི་བྱེད་པ་གི་འགྲེལ་པ་མདའ་དག་གི་འགྲེལ་པ་དེ་རེད། བ་དན་ཟླ་བའི་ཁྲི་བའི་གི་འགྲེལ་པ། འགྲེལ་པ་ལས་ཀྱང་རྟོགས་པ་ཡོད་པ་ཁོ་ན་ཡོད་པ་ཉིད་དང་ཞེས་བྱ། རྟོགས་པའི་དབང་གིས་བཞག་པ་ཙམ་གྱིས་གོ་ཡི་ཐ་སྙད་དུ་ཡོད་པ་འཇོག་གི་རེད་མ་གཏོགས་རྟོགས་པ་མེད་པར་ཡོད་པ་ཉིད་མེད་པ་དེ་དག་ནི་གོ་རེ་མ་ཆག་པས་ཕྱིན། རྟོགས་པ་མེད་པ་ཅེས་ད་ཆོས་ག་འདྲས་བྱས་ནས་གསོད་གི་རེད་རྟོགས་པ་མེད་པ་རྟོགས་པའི་དབང་གིས་བཞག་པ་མ་ཡིན་པར་ཡོད་པ་ཟེར་ངེས།

འོ་གཏུམ་པོའི་རྟགས་གཙང་ཡིན་པའི་རྒྱུ་མཚན་ག་འདྲ་རེད་ཟེར་ན་གཏུམ་པོའི་རྟགས་ཚུལ་ག་འདྲ་ཅིག་རེད་ཟེར་ན་ཐར་པ་སྡོམ་པ་ལ་བཏབ་པའི་སྦྲུལ་དེར་ཕྱིར་རང་ངོ་བོས་མ་གྲུབ་པར་ངེས་སོ། ཐར་པ་སྡོམ་པ་ལ་ཡང་སྦྲུལ་དུ་བཏགས་པ་ནང་བཞིན་གྱིས་ནི་བཏགས་ཤིང་བཅད་ན། ཐར་པའི་ཡི་སྟེང་ལ་ཡང་སྦྲུལ་གྱི་ཕུང་པོ་ལྟ་སྦྲུལ་ཟེར་ན་ཡང་མི་འདོད། ཐར་པའི་ཡི་སྟེང་ལ་ཡང་ད་ང་ཚོ་ད་བོད་ཀྱི་བྱ་ཞིག་ཡིན་ནའི་ཚོགས་པ་བྱ་ཅན་ཡིན་ནའི་དེ་ག་བ་བཙལ་སོང་ན་ཡང་འགྲུས་འདི་རྙེད་རྒྱུ་མེད་པ་ཅེ་ན་རང་ངོ་བོ་མ་གྲུབ་པ་ནང་བཞིན་བྱས་ན་ཆོས་ག་འདྲ་བྱས་ནས་རང་རང་གི་བདག་གཞི་ལ་གཏིང་ནས་བརྟག་པ་ཙང་མ་གཏོགས་བོད་ཀྱི་བདག་གཞི་གི་སྟེང་དུ་ཕར་བཙལ་སོང་ན་དེ་ཡི་བྱ་ཞིག་ཙང་ཚོགས་པ་ག་འདྲི་བྱས་ནས་ཡང་ཁོ་རྙེད་རྒྱུ་ཡོད་མ་རེད་ཅེ་ན་དེ་འདྲ་ཡིན་སོང་ན་རང་ངོ་བོ་མ་གྲུབ་པ་ངན་བཟོ་གསུངས་འདུག་ཞེས་གསུངས་ཏེ་ཡང་དག་དོན་ནི་རང་ངོ་བོ།

ཐར་པ་ལ་ཡང་འདི་སྦྲུལ་ལོ་སྙམ་པ་འབྱུང་ངོ། དེ་ཡི་ཚེ་ཐར་པ་ལ་ལྟ་བའི་ཚོགས་པ་དང། དེ་ཡི་ཚེ་ཐར་པ་ལ་ཡང་ཐར་པའི་ཚོགས་པ་དང་ཆ་ཤས་ག་འདྲས་ཅན་ཡིན་ནའང་སྦྲུལ་གྱི་ཚེ་ཆེ་འགྱུར་ཆེ་ཆུང་ཚོད་ཅིག་མེད་པས། དེ་ཡི་སྦྲུལ་ནི། ད་ཐར་པ་སྦྲུལ་འོ་སྙམ་པའི་བློ་ཅི་ཡག་གི་དེ་འདྲ་ཡི་གྲོགས་སྔོན་གྱི་སྦྲུལ་དེ་ཐར་པ་ལ་ལྟ་བ་ཙམ་གྱིས་མ་གཏོགས

འཇུག་དགོས་རེད་མ་གཏོགས་དེ་མ་བརྗོད་པར་ཅི་ནས་ངག་འདི་ཕག་ཕུང་པོ་གི་སྲས་ལས་ཕག་བཙལ་ཟོས་ནས་ད་ག་ཟེ་རེད། བཏགས་པ་ཙམ་གྱིས་མ་འཚལ་ནས་བཙལ་ཡི་དགོས་རོགས་ཕྱིན་ན་བཏགས་པ་ཙམ་གྱིས་མ་འཚལ་ནས་བཙལ་ཡོང་དུས་ག་ལ་ཡ། དུས་ཐང་ལ་སྤྱོད་པ་སྐད་ཅིག་ཏུ་ལེགས་དགོས་རོགས། བཏགས་པ་ཙམ་གྱིས་འཚལ་ནས་བཅད་ཐང་དེ་ལ་ཡ། མཐའ་གཉིས་པའི་བྱེད་སྤྱོད་དེ་རོགས། ང་ད་དུ་ཟིན། ཨ་འདི་ག་དུས་ལ་ཡ་ལས་བྱེད་གཉིས་པོ་འདི་འདྲ་ཅིག་ཡོང་གི་ཡོད། ཁྱེད་རང་ལས་བྱེད་གཉིས་པོ་ཤུལ་ནང་ཉིས་བརྒྱ་ཉིས་རྩ་བརྒྱད་ནས་ཡོང་གི་འདུག་དེ་ན་སྨྱུ་གུ་སྤྱི་བོ་ཞེས་པ་དང། ངས་མཐོང་ངོ་ཞེས་པ་ལྟ་བུའི་ཆོས་དང་གང་ཟག་གི་ཐ་སྙད་དང། མྱུ་གུ་ས་བོན་མྱུ་གུ་ས་བོན་རྫས་གཞན་ལས་བཅུའོ་ཞེས་པ་དང་རྫས་ཡོད་ཀྱི་བདག་གིས་མཐོང་ངོ་ཞེས་པའི་ཐ་སྙད་ན་གང་ལ་ཐ་སྙད་བྱས་པའི་དོན་ཇི་ལྟར་ཡོད་བཙལ་བ་ན་མི་རྙེད་པ་ལ་ཁྱད་པར་མེད་ཀྱང། ཇི་ལྟར་བརྟགས་པ་བཞིན་གྱི་དོན་ཡོད་པ་ལ་ཚད་མ་གཅིག་གིས་གནོད་མི་གནོད་ཀྱི་ཤིན་ཏུ

ཡང་མིན་ནོ་རྫས་ཡོད་ཀྱི་བདག་ལས་སྐྱེ་བ་བསལ་བདག་ཁ་ཙམ་ཞིག་མ་ཚིམ་པར་གྱིས་ནི་བར་རྫས་ཡོད་ཀྱི་དེ་ལས་གཞན་ལས་རྫས་གཞན་ལས་སྐྱེ་བ་རེ་དང། རྫས་ཡོད་ཀྱི་བདག་ལས་སྐྱེ་བ་རེ་དང་མཐོང་གི་རེས་བཏགས་པ་ཡིན་ན་དེ་ཡོད་མ་རེད། ཕྱི་མ་གཉིས་ནི་ཐ་སྙད་མེད་དོ། འདི་ཡང་རིག་བྱེད་ཀྱི་གནས་པ་དང་དཔྱད་མི་བཟོད་པ་གཉིས་ཀྱི་ཁྱད་པར་དང་བཅས་ན་རིག་བྱེད་ཀྱི་ཡོད་པར་མ་ངེས་པ་དང་མེད་པར་མཐོང་བ་གཉིས་ཀྱི་ཁྱད་པར་ཤིན་ཏུ་ཆེ་བ་ལེགས་པར་བཤད་པ་ལ་རག་ལས་ཏེ་འདི་དང་གཞན་དུ་རྒྱས་པར་བཤད་ཟིན་ཏོ་གསུང་གི་འདུག་བ།

ཕུང་པོ་ཡི་སྟེང་ནས་ལྷང་བཤེར་གྱི་རྒྱུན་གྱི་ཚོར་བ་དང། དུས་གཅིག་པའི་ཚོར་བ་དང་དེ་ཡི་ཆ་ཤས་དེ་ཡི་ཚད་གཞི་འཇོག་རྒྱུ་ཅུང་ཟད་ཀྱང་མེད་དེ། རྒྱས་པར་འོག་ནས་འཆད་དོ། དེའི་ཕྱིར་ཕུང་པོ་ཡི་ཆ་དང་ཆ་ཅན་ལས་ངོ་བོ་ཐ་དད་པ་དེ་ཡི་གཞིར་འཛིན་རྒྱུ་ཡང་ཅུང་ཟད་ཀྱང་མེད་པས། ངག་དེ་ནི་རྟོག་པའི་ཕུང་པོ་ལ་བརྟེན་ནས་བཞག་པ་ཙམ་ཡིན་གྱི

ཕུང་པོ་གི་སེམས་ལ་མ་སེམས་པ་ཅན་ནི་ཕུང་པོ་གི་སེམས་ཀྱི་བར་རྩེ་ཡུལ་འདྲེས་ཕུང་པོ་གི་ཚོར་བ་ནི་ཡོད་པའི་ལྟ་འབྱུང་བ་ཞིག་དང་མྱོང་འགྱུར་ལ་སོགས་པའི་ཕྱིར་ན་ས་ཆུ་མེ་རླུང་ནམ་མཁའ་སྣང་བཞི་དང་ཀུན་ཡང་དེ་བདག་གི་ཚད་ཅིག་མ་རེད། འོ་ན་དེ་ལས་གཞན་པའི་གི་ཁམས་དྲུག་འདོད་པར་དེ་ནི་བཏགས་པ་ཙམ་མ་གཏོགས་པའི་ཁམས་དྲུག་གི་ལས་ངོ་བོ་ཐ་དད་པའི་གི་དོན་ཅན་པའི་གཅིག་པུ་ཅིག་ཡོད་རེད་པ་ཟེར་ན་དེ་ཡང་ཡོད་མ་རེད་དུ་སོང་ཡོད་དགོས་རོགས་ད་མ་གི་འོག་གི་ཡ

ཚོགས་པ་ལས་བཏགས་པ་ཙམ་མ་གཏོགས་རང་ངོ་བོ་མེད་པ་དེ་གཅིག་པ་རེད་ཟེར་དུ་གསུང་དགོས་རུང་བ། འོ་ན་དུས་ཕྱིས། ད་དེའི་གོ་བ་དེ་ལས་ད་ལྟ་རིན་ཆེན་ཕྲེང་བ་གི་ལུང་བསྟན་བར་ད་ཏིང་ངེ་འཛིན་རྒྱལ་པོའི་ཐ་ག་རང་ཡིན་པ་འདུག་ཨ། ཇི་ལྟར་ཁྱོད་ཀྱིས་བདག་གི་འདུ་ཤེས་ནི་ཤེས་པ་དེ་བཞིན་ཁུར་ལ་བློ་གཞུང་བཞག་ཟེར་དུས་ག་ལ་ཡ་བདག་མོ། གང་ཟག་གི། གང་ཟག་རང་ངོ་ནས་མེད་པ་སེམས་ནས་མི་འདོད་གང་ཟག་གི་བདག་མེད་གཏན་ལ་འབེབས། དེ་འབེབས་པ་ལ་བརྟེན་ནས་ནི། ཕུང་པོ་ལ་སོགས་པའི་བག་ཆགས་ནི་ཁྱོད་ཀྱི་བདག་མེད་པ་དེ་བློ་གཞུང་གོ་རེ།

གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་གཉིས་ཀྱི་ནང་ལ་བཤད་པའི་གོ་རིམ་བཅས་ན། གང་ཟག་གི་བདག་མེད་དེ་སྔོན་ལ་བཤད་ཡོད་མགོ་འདོགས། དེ་ནས་ཆོས་ཀྱི་བདག་མེད། སོགས་ཡོད་མགོ་འདོགས། ད་ཡང་དབུ་མ་འཇུག་པའི་སྐབས་ལ་ཡང། བདག་མེད་གཉིས་བསྟན་པའི་གོ་རིམ་བཤད་ཡོད་དུས། ཆོས་ཀྱི་བདག་མེད་སྔོན་ལ་བསྟན། གང་ཟག་བདག་མེད་རྗེས་སུ་བསྟན་པར་རོ། ཅེས་དེའི། གོ་རིམ་གར་སྤྱིར་བསྟན་པར། རྟོགས་པའི་རིམ་པ། ཡང་ཅི་ལྟར་ང་ཚོ་གཞུང་མང་ཅའི་དང་ལོགས་ལ་ཡང། བདག་མེད་གཉིས་ལ་རྟོགས་ག་ལ་ཡང་མེད། དེ་འདྲའི་ཡོད་མགོ་འདོགས་ཕྲ་རགས་ཡང་མེད། འོ་དུ་སོགས་ཡོད་མགོ་འདོགས་ཡང། གཞུང་ཁ་ཤས་ཀྱི་ནང་ལོགས་ལ་ཡང། གར་སེར་བ། གང་ཟག་བདག་མེད་དང་ཆོས་ཀྱི་བདག་མེད་གཉིས་ལ་ཡང་གང་ཟག་བདག་མེད་ངན་ལྷག་བ་དང་ཆོས་ཀྱི་བདག་མེད་ངན་དཀར་བ་ཡོད་ཟེར་ན་ཡང་ཡོང་གི་འདུག་ད་དེ་ལ་ཡང་ལོང་མང་པོ་ཅིག་བགྲང་རྒྱུ་འདུག་བ། ཅི་ལ་འདི་ཡིན་སོང་ཙང་བསྟན་པའི་རིམ་པ་གཅིག་གིས་ནི་གང་ཟག་བདག་མེད་ཧོལ་བསྟན་ཡང་དང་ཆོས་ཀྱི་བདག་མེད་རྗེས་སུ་བསྟན་པ་ཡོང་གི་འདུག་ཡང་གཞུང་ཁ་ཤས་དེ་ན་དབུ་མ་འཇུག་པ་ལ་སོགས་པའི་གཞུང་ཚོ་ནང་ལ་ཆོས་ཀྱི་བདག་མེད་ཧོལ་བསྟན་ནི་གང་ཟག་བདག་མེད་རྗེས་སུ་བསྟན་ཡོང་གི་འདུག་བ། འོ་ན་དེ་ཚོ་བསྟན་པའི་སྐོར་ཡིན་ནི་ག་རེའི་ཐོག་ནས་བྱས་པ་ཅུང་འགྲིག་གི་ཡོད་མེད་དེ་འདྲའི་ཡང་དོགས་གཅོད་གནང་གི་འདུག་བ། དུས་ཚོད་ཕྱིན། མ་ད་དུ་ཞིག་ད་དེ་གི་ཚིག་འགྲེལ་དུ་མ་མི་གོ་བར་བྱེད། དེ་ཅིས་འགྲེལ་ཚར་བ་ད་བུམ་པ་ལ་སོགས་པ་ན་རྟོག་པའི་ཞར་ལོག་ཅིག་ཆ་དེ་ཚང་ཞིག་ཐར་པ་ལ་སྦྲུལ་དུ་བཏགས་པ་དང་འདྲ་བ་ཡིན་ཀྱང། བུམ་གཟུགས་རྣམས་དང། ཐར་པའི་གི་སྦྲུལ་གཉིས་ཡོད་མེད་དང་བྱ་བ་བྱེད་པ་ནུས་མི་ནུས་སུ་ནི་གཏན་མི་འདྲ་སྟེ། དེ་གཉིས་ཀྱི་ཐ་སྙད་ངེས་པར་བྱ་དགོས་མི་དགོས་དང། ཐ་སྙད་བྱེད་པ་ལ་གནོད་པ་ཡོད་མེད་སོགས་རྣམ་པ་ཐམས་ཅད་དང་མི་མཚུངས་པའི་ཕྱིར་རོ་ད་འདི་ག་ནས་ཆོས་ཞུ་ཅིང་བྱ་འདོད་རོ། ཅེས་ད་བུམ་པ་ལ་སོགས་པའི་ཆོས་ག་འགྲེལ་བྱས་ནས་རྟོག་པའི་གི་བཞག་ལུགས་ཀྱི་ཆ་དེ་དག་གིས་ཐར་པ་ལ་སྦྲུལ་དུ་བཏགས་པ་ནང་བཞིན་གཅིག་པ་གཅིག་རྐྱང་གཅིག་ནས་བཏགས་ཚུལ་གཅིག་པ་བཏགས་པར་གཙང་ཆེན་སྨྲ་སེང་བ་རྩེ་ནས་རྙེད་རྒྱུ་མེད་པ་གཅིག་པ་དེ་དག་ཕུང་སོགས་རྣམས་དང་ཐར་པའི་ཡིག་འབྲུ་གཉིས་ཡོད་མེད་དང་གཞལ་བ་ཞེས་ནོས་མི་ནོས་སུ་ཞིག་བསྟན་མི་འདྲ་སྟེ་སུ་དེ་ག་ལ་ཡང་དག་གིས་ང་ཚོ་བུམ་པ་ལས་ཇི་སྐད་ན་སྟོད་དུ་བ་ལ་བུམ་པ་ཞེས་ཐ་སྙད་བཏགས་པ་ལྟར་གྱི